ས་ར་ནང་གི་བོད་སེང་སེང་གནང་མཁན་གྱི་རྣམ་པ་ལེན་རྗེས་ཚང་མ་ལས་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་ལོ་རྒྱུས་ཀྱི་དུམ་བུ་འདི་གི་སྐོར་ལས་ས་ཞིང་ཕྲན་བུ་ཅིག་ཞུ་དགོས་བསམ་སོང། ཉི་མ་ཁ་ཤས་ཀྱི་སྔོན་ལས་ངོ་དེབ་ཀྱི་ནང་ལོག་ལས་འདི་ལས། ཤོབ་འདྲ་བོ་ཅིག་བཀོད་ནས་ཆོབ་ཚ་ཚ་འདྲ་བོ་ཅིག་བྱས་ནས་ངེད་ཅིག་བཀོད་པའི་རྗེས་སུ་མང་པོ་ཅིག་གིས་འདི་ལས་འགྲེལ་བཤད་ཅིག། ཡོང་ཡ་འགོག་དུ་ཡོད་ཟེར་ནས་མཆན་གནང་བསྡད་ཀྱི་འདུག་ཁ་སང་ངས་འགོ་ལ་འདི་སྐད་བདག་ཐོས་ལགས་སོགས་པ་ཆོབ་ཚ་ཚ་འདྲ་བོ་ཅིག་ཞུས་བ་རེད་ད་དོན་དག་ངོ་མ་དེ་འདི་རེད། འདས་ཀྱི་རྩོམ་དེ་གསལ་ཤོག་ན་འདྲ་ལོ་ཨང་དེ་གསལ་ཤོག་ན་འདྲ། ལོ་རྒྱུས་ཀྱི་དུམ་བུ་དེ་གསལ་ཤོག་ན་འདྲ། ངག་རྒྱུན་གྱི་དུམ་བུ་ཅིག་གསལ་ཤོག་ན་འདྲ། འདི་གསུམ་པ་ཡེ་ཤེས་དཔལ་འབྱོར་གྱིས་མཛད་པའི་མཚོ་སྔོན་ལོ་རྒྱུས་ཚང་ལོ་གསར་པ་ཟེར་ཡ་དེའི་ནང་ལོགས་ཀྱི་དུམ་བུ་གཅིག་རེད། དེབ་དེ་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་གིས་གཅིག་སྟོང་དགུ་བརྒྱ་ཉེར་བཞི་རྩ་གཉིས་ལོར་དཔར་སྐྲུན་བགྱིས་པ་དང། དེའི་རྒྱལ་རྫོང་གི་ཤོག་གྲངས་བཅུ་བདུན་གྱི་ནང་ལོགས་ལས་ཡོལ་བདེ་བ་བྱས་རེད། དེ་ནས་འབྲོག་གཡོར་ཉན་མཁན་དེ་ཚོ་ལ་དམིགས་ནས་ངས་མ་ཅིག་སྐྱོར་བཞག་པ་ཡིན་ནའང། སྐབས་དེར་ཤིང་སྤྲེལ་ལོ་ཁམས་མཐའ་བར་རྒྱབ་པའི་བདེ་དྲོད་ཀྱི་མཐུས་སུ་ཤེས་པ་གྱ་དགུ་གྲོགས་ཀྱི་མཆོན་པོའི་དམག་ཁྲིད་ནས་འོང་བ་ཟི་ལིང་དུ་སླེབས་ནས་པེ་ཅིང་དུ་ཕྱིན་ཏེ། རྒྱ་རྒྱར་མཐའ་མ་ཀྲུང་ཀྲེང་གི་སྲིད་གྲོང་ནས་ཟླ་ཤས་ལ་རྒྱ་སར་བསྡད་ཀྱང། དེའི་ཚེ་ཀྲོང་ཀྲེང་གིས་བློན་པོ་ཝང་ཨོའུ་ཝང་ངམ། མའི་ཁོ་རང་ནང་ཆེན་རེད། ཝང་ཞིག་གིས་ནོ་རྒན་ཆ་ཡི་རྒྱུད་པ་མན་རྒྱུ་རྒྱུ་ཆིག་རྒྱ་བོ་ལ་ཞུས་ནས་དེ་ཡས་དམག་དང་རྒྱ་དམག་གིས་པེ་ཅིན་བསྐོར་ཚེ་བྱ་དམག་དྲུད་ནས་ཁམས་ལ་སོང། མན་རྒྱུ་རྒྱ་བོ་ཐོག་མ་ཤུན་ཙི་ཐའི་ཙོང། རྒྱ་སར་འཁོད་དོ།

རྒྱ་ནག་གི་མན་ཆིང་རྒྱལ་རབས་ཆིང་རྒྱལ་རབས་དབུ་བརྙེས་པའི་ལོ་དེ་བརྩི་གི་ཡོད་རེད། བོད་བརྒྱུད་དགའ་ལྡན་ཕོ་བྲང་དབུ་བརྙེས་ནས་ལོ་གཉིས་ཀྱི་རྗེས་སུ་ཆགས་གི་ཡོད་རེད། དེ་ནས་ཁམས་ཐབ་པར་བརྒྱབ་པའི་བདེ་དྲོད་ཀྱི་ཐུགས་སྲས་ཞེས་པ་ཟེར་དེ་གའི་འགྲེལ་བཤད་དེ་གཞུག་ལ་ཞུ་རྒྱུ་བྱེད། དེ་ནས་ཇག་རྐུན་སེར་དང་ཆོམ་པོ་སེར་འདི་ཚོ་སྟེ། རྒྱུན་ལྡན་དང་དམངས་ཁྲོད་ཀྱི་ཡོངས་གྲགས་ཀྱི་ཐ་སྙད་ཅན་ཡིན་འདུག་གོ་འབྲེལ་བཤད་ཞིག་གི་དགོས་ཡ་མི་འདུག་ཡིན་ན་ཡང། དེ་བསྟུན་ས་བསྟུན་འཇོག་གི་ཆ་ནས། ཁ་ཤས་ཀྱི་ངོ་ལ་ཇག་པ་དང་རྐུན་པོ་ཡིན་བདེ་བ། ཡང་ཁ་ཤས་ཀྱི་ངོ་ལ་དེ། དཔའ་བོ་དང་ཤེས་རྒྱལ་ཆེན་པོ་དང། ཞེས་བོད་ཀྱི་དེ་ཡིན་བདེ་བ་དང་དེ་འདྲས་ཡོང་གི་རེད་བ། ཟི་ལིང་དུ་སླེབས་ནས་པེ་ཅིང་དུ་ཕྱིན་ཏེ་སྟན་དེ་གོ་རྩོམ་སྟངས་ཀྱི་ཆ་ནས་མ་ཞི་བ་ཅན་གནར་ནས་བརྗོད་པ་འདི་རིང་པོ་ཞུ་ཅིག་ཚིག་སྒྲུབ་བསྲེ་སྒུར་གི་གསང་འདྲེན་བསྲེ་སྒུར་དེ་མ་རིང་པོ་ཞུ་ཅིག་གནར་བཞིན་འདུག་བ། རྒྱ་རྒྱ་མཐའ་མ་ཀྲུང་ཀྲེང་ཟེར་ཏེ། རྒྱ་ནག་མིང་རྒྱ་རབས་ཀྱི་ད་རྒྱ་བོ་མཐའ་མ་དེ་གི་མིང་རེད་ཀྲུང་ཀྲེང་ཟེར་ཏེ། འོ་དེ་གའི་སྲིད་དབང་དེ་ཚོའི་འཕྲོ་ནས་ཟླ་བ་ཁ་ཤས་ཀྱི་རིང་ལ། རྒྱ་ནག་གི་རྒྱལ་ས་ལ་བསྡད་ནས་ད་ག་འདི་རྒྱ་པོ་བྱས་པ་རེད། དེའི་ཚེ་ཀྲོང་ཀྲེང་གི་བློན་པོ་ཝང་ཨུ་ཝང་ཡིན་ནམ་ཟེར་ད་མཁྱེན་དེ་མ་ཡིན་ནོ་ལེ་འདུག་དེ་སུས་རྒྱབ་ཡིན་ངས་ཧ་གོ་མེད། ཝང་ཟེར་དེ་གོ་ནན་བྱེད་གི་མིན་རེད་བ་ཨུ་ཝང་ཟེར་དེ་ཕ་རྒྱལ་དེ་ལག་ཡོད་རེད་བསམ་ན་ང་ཚོ་ཝོ་སངས་རྒྱས་ཟེར་གྱི་ཡོད། འོ་སངས་རྒྱས་ཀྱི་སྨན་རྒྱུད་ཀྱི་དམག་འཁྲིད་ནི་ཡོང་ནས་དེ་བྱོལ་བ། སྨན་རྒྱུད་ཀྱི་དམག་དང་རྒྱ་དམག་གི་སྲས་ཡོང་དུས། དེའི་རྒྱ་དམག་དེ་ད་ལྟ་འོ་སངས་རྒྱས་ཀྱི་དམག་དེ་ལ་གོ་ཡོད་དེ་གཉིས་མཉམ་འབྲེལ་བྱས་ནས་ཨེ་ཚོ་པེ་ཅིང་ནས་དམག་རྒྱག་རུ་བ། མན་ཇུ་རྒྱལ་པོ་ཐོག་མ་ཤུན་ཀྲེ་ཐེ་ཙོང་རྒྱལ་ས་འཁོད་ཟེར་ཡོང་དུས། ད་འདི་མན་ཇུ་གི་རྒྱལ་པོ་ཐོག་མ་ཟེར་དེ་ད་ལྟ་རང་བསྡད་ཀྱི་ཡོད་ཀྱི་མ་རེད་བསམ་འདུག་ཕྱི་ཐང་གི་འདི་མིང་དེ་འཁྲུག་བསྡད་ཡོད་པའི་བཟོ་ན་ཅི་འདུག་ཤུན་ཀྲེ་ཐེ་ཙོང་ཟེར་དེ་འདྲ་ཅི་ཡོད་མ་རེད་བ། ཁྲོང་ཏི་ཐེ་ཙོང་ཟེར་ཅི་ཡོད་རེད་ཁྲོང་ཏི་ཝེ་འདི་ཐེ་ཙོང་ཟེར་ཅི་ཡོད་རེད་ད་འདི་མན་ཇུ། གི་རྒྱ་རབས་ཐོག་མར་དབུ་བརྙེས་མཁན་གྱི་རྒྱལ་པོ་དེ་བརྩི་གི་ཡོད་རེད། མན་རྒྱུད་ཀྱི་རྒྱལ་རབས་དེ་སྤྱི་ལོ་གཅིག་སྟོང་དྲུག་བརྒྱ་སུམ་ཅུ་སོ་དྲུག་ལོར་དབུ་བརྙེས་པ་བརྩི་གི་ཡོད་རེད་བ། ད་རྒྱ་ནག་ལ་དབང་དུ་བསྒྱུར་ནས་མན་རྒྱུད་ཀྱི་ཆིང་རྒྱལ་རབས་ཟེར་ཡས་དེ་བཙུགས་ཡས་དེ་སྤྱི་ལོ་གཅིག་སྟོང་དྲུག་བརྒྱ་དབྱིབས་ཀྱི་ཞེ་བརྒྱད་ལོར་རེད་བ་དེ་བཙོང་མཁན་དེ་ལི་ཤུན་ཀྲེ་ཤུན་ཙོ་ཟེར་གི་ཡོད་མ་གཏོགས་གི། ཤུན་གྱི་ཐད་ཙོང་ཟེར་གྱི་ཡོད་མ་རེད། རྒྱལ་པོ་གོང་བུ་གཉིས་ཀྱི་མིང་དེ་འཁྲུག་དུ་ཡོད་བུའི་བཟོ་གྱི་འདུག་གང་ལྟར་འདི་ཡིན་ཡང་དེ་ཆིང་རྒྱལ་རབས་བཙོང་མཁན་སྤྱི་ལོ་གཅིག་སྟོང་དྲུག་བརྒྱ་ཞེ་བཞི་ལོ་སྐད་ཆ་བཤད་ཀྱི་འདུག་བ་ཤིང་འབྲས་ལོ་ཟེར་ལབ་ཡོད་རེད་བ། ད་འདི་གི་ནང་ལོགས་ནས་གཙོ་བོ་གཞས་པ་པོའམ་ང་ཚོ་བོད་པ་གི་ཤི་འདོད་ཆེ་ཤོས་དེ་ག་རེད་ཟེར་ན་ཁམས་ཐབ་པར་རྒྱབ་པའི་བདེ་དྲོད་ཀྱི་ཐུགས་སུ་ཤེས་པ་རྒྱ་གུ་གྲོགས་དེ་སུ་ཡིན་ན་དེ་ད་ཤི་འདོད་ཆེ་ཤོས་འདྲ་བོ་དེ་ཆགས་དེ་ཡོད་རེད་བསམ་གི་འདུག་ཡིན་ན་ཡང་ད་འདི་ང་རང་གི་ཡག་པོ་ཅིག་མགོ་ཚུད་མ་སོང་ཤི་ཐང་གི་དེང་སང་གི་ལོ་རྒྱུས། ཤེས་མཁན་དང་ད་རྒྱས་རྩོམ་འབྲི་མཁན་དེ་ཚོ་ཡིན་ན། གནད་དོན་གང་ཡིན་པ་དེ་ཞིབ་འཇུག་ཡག་པོ་ཅིག་བྱས་ནས་མ་ཤེས་ཀི་བར་དུ་ལ་ཕ་རྗེས་བཤད་གི་མ་རེད་དེ། སོ་སོའི་མིང་དང་ཐོང་ལ་འབྲེལ་བ་ཆགས་གི་ཡོད་རེད་བ། ང་འདྲ་ཁྱེད་ལ་ཆ་མཚོན་པ་ཡིན་ན། ཁོ་དེ་འདྲའི་མིང་དང་ཐོང་བརླག་འགྲོ་ཡ་དེ་འདྲའི་གལ་ཡོད་མ་རེད། དེ་ཡིན་དུས། རྐུན་མ་འདྲ་བོ་ཅིག་ཡིན་ཡག་གི་ཆེད་དུ། བོད་འདི་ཀྱི་སྐྱབས་ནས་མགོ་འདི་ཀྱི་གཙོ་བཞག་གི་ཡོད་རེད་དེ་ལ་བརྟེན་ནས་མང་པོ་ཀྱི་དོ་སྣང་སླེབས་ཡ་དང་དེ་ནས་ཡ་ཡ་ཡ་ཀྱི་གནད་དོན་འདི་ཤེས་ཀྱི་ཆགས་ཡོང་གི་རེད་བསམ་ནས་ཨོ་དེ་རེད་དེ་ཡིན་དུས་ང་རང་གི་ཡག་པོ་ཅི་མགོ་ཚུགས་ཀྱི་མི་འདུག་ཁམས་ཐབ་པོར་རྒྱབ་བོ་ཟེར་ཀྱི་ད་ལྟ་བར་དུ་ང་རང་གི་གོ་མ་མྱོང་ལ་མཐོང་མ་མྱོང་ལོ་རྒྱུས་ཡིག་ཆ་དེ་འདྲ་གི་ནང་ལོགས་ནས། གཅིག་བྱས་ན་མཐའ་ཟུར་ཡིན་ན་ཆེ་བཞིན་ཡང་བཟང་གི་འདུག་ད་མཐའ་ཟུར་ཟེར་ཡ་དེ་འདྲའི་གི་མིང་ཡོད་བདེན་མཁན་གི་མི་སྐད་བསྒྲགས་བྱེད་དེ་འདྲའི་སྐབས་དེ་དུས་བྱུང་ཤ་རྒྱག་ང་བས་གི་ནམ་མཐའ་གསུམ་པ་འདི་ཚོ་ནི་ལྟ་ཡོང་དུས་མཐའ་ཟུར་རང་རྐྱང་པ་ཆེ་ཆེ་གཉིས་གཉིས་མང་མང་དང་དེ་འདྲའི་གི་ཡག་གི་བྱུང་གི་རིགས་གི་ཡོད་བར་དུ་ལུས་འགྲོགས་ནས། ད་ལྟ་རྒྱ་བལ་ཧོར་སོང་གི་ནང་ལོག་ལས་འབྲེལ་མཐུད་འདྲ་བོ་བྱེད་ནས་འགྲོ་བསྡད་མཁན་གྱི་གཏམ་དཔེ་གནད་ཡོད་ཆེན་པོ་དེ་འདྲས་མཐའ་སོར་གསལ་བསྡད་མི་འདུག་དེ་ཡིན་དུས་ང་ཚོའི་བོད་པའི་ལོ་རྒྱུས་རྙིང་པ་མང་པོ་ཀྱི་དེང་སང་ཚོས་ཡིག་ཐོག་ལས་དཔར་ནས་དབུ་གཅིག་ནས་དཔར་ཡོང་དུས། དཔའ་དང་ས་གཉིས་ཏེ་ཞི་བ་འཁྲུགས་བསྡད་ཡ་དང། ས་དཔའ་རྟ་དཔའ་དང་ཡ་གཉིས་ཏེ་ནོར་བསྡད་ཡ་ད་དེ་འདྲས་ཀྱི་ནོར་སོགས་ཅན་གྱི་ཡི་གེ་མང་པོ་ཞུ་ཅིག། རྒྱུས་མངའ་མེད་ཟེར་ན་མི་འདུག་གནས་ཚུལ་སྤང་ལྷན་དུ་ཚོགས་ཀྱིས་གང་བྱུང་མང་བྱུང་བྱས་ཀྱི་ཧ་གི་གནས་སྟངས་དེ་འདྲ་ཡོང་གི་རེད་དེ་བྱེད་དུས་གཅིག་སྐྱེས་ན་ཐ་སོར་ཡིན་ན་ཅི་ཤེས་བསམ་སྟེ། ཡང། རྩོམ་པ་པོ་དེ་ཚོ་དེ་བསམ་བློ་ཅིག་བཏང་དགོས་ཀྱི་འདུག་རྩོམ་པ་པོ་དེ་ཚོས་ཐོག་མ་གི་མ་ཟིན་ཏེ། ཨེ་དབུ་ཅན་མ་གཏོགས་དབུ་མའི་ནང་བྲིས་ཡག་གི་ལུགས་སྲོལ་མེད་བསྡད་པ་ཡིན་ན་ཁོ་དང་པོ་ནས་དབུ་ཅན་ནང་བྲིས་ཀྱི་ཡོད་བ་དང་དབུ་ཅན་ནང་བྲིས་ཡོད་པ་ཡིན་ན་དཔའ་དང་ཟ་ནོར་འགྲོ་ཡག་གི་ཡོད་མ་རེད་བ། དེ་ནས་ཐུར་སེ་སེ་ཡ་སྟེ། ང་ཚོ་བོད་པ་གི་མི་གི་མིང་འདྲ་བོ་ཆགས་གི་ཡོད་མ་རེད་འདི་ནང་ལོག་ནས་ཐུར་སེ་ཞེས་པ་གྱ་གུ་དྲུག་ལ་རོ། མི་དྲུག་ག་གི་མིང་གཅིག་རེད་དེ་བ་དང་མིང་དེ་ཡི་ཐུར་སེ་སེ་ནི་བོད་པ་གི་མིང་དག་པའི་གི་ལམ་དང་ལུགས་སྲོལ་དང་མ་མཐུན་བ་འདྲ་བོ་ཅིག་ད་དུས་རབས་བཅུ་བདུན་པའི་ནང་ལོག་སྐད་ཆ་བཤད་གི་ཡོད་རེད་བ་དུས་རབས་བཅུ་བདུན་པའི་ནང་ལོག་ལ་བོད་པ་གི་མི་མི་གི་མིང་ལ་ཐུར་སེ་སེ་ཡ་དེ་འདྲ་བཏགས་ཡོད་གི་ལུགས་སྲོལ་ཡོད་མ་རེད་བ།

བལ་རི་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་ཁོ་རང་རང་ཡང་རྒྱ་བོ་ཆགས་སོང་གི་རེད་མ་གཏོགས་ནི་རྒྱ་བོའི་ཧོར་སུ་སུ་གཅིག་གིས་ཁོ་རྒྱ་བོ་སྐུལ་བཞག་དེ་ནི་གས་ཆགས་གི་ཡོད་མ་རེད། ཡིན་ན་ཡང་རྒྱ་གས་དྲི་ཡོང་དུས་ནི་བལ་རི་རྒྱ་བོ་དེར་ཐུགས་སུ་ཟེར་དྲི་གི་འདུག་བ། དེ་ཡིན་ན་ད་ཐུགས་སུ་གྲོགས་མཉམ་འབྲེལ་བྱས་ནས་ནི་མ་དྲང་བ་དེ་འདྲའི། གོ་བ་རྒྱག་དགོས་ཡང། ཡང་ན་མཐའ་བོར་རྒྱ་བོད་ཟེར་ཡ་དང་རྒྱ་བོད་དང་ཐུ་སི་གཉིས་དེ་གཅིག་བོད་སྐད་ཅན་གཅིག་རྒྱ་སྐད་ཅན་དེ་འདྲ་ཡ་ཡིན་སྲིད་པ་རེད། བྱས་ཙང་དེ་བྱས་ཡོང་དུས་ཟླ་འདི་ལྟའི་ཚེ་གོ་ཁ་བོ་རེད་ཤག། དེ་ནས་ཡོངས་གྲགས་ཀྱི་རྒྱ་ནག་གི་མིང་རྒྱ་རབ་དང་ཆིང་རྒྱ་རབ་གཉིས་ཀྱི་བ་ཙ་ལ་དེ་ཐུན་མཚམས་འདྲ་བོ་ཅིག་ཡོད་རེད་བ་དེ་བཤད་ཡོང་དུས་ལི་ཁྲི་ཆིང་ཟེར་ཅིག་བཤད་གི་ཡོད་རེད། ལི་ཀྲི་ཆིང་གི་གྱེན་ལོག་དམག་གི་དང་པོ་མིང་རྒྱ་རི་དེ་མེ་བ་བཟོས་ནས་ཁོ་རང་རྒྱག་པོ་བྱས་ནས་ཡ་རྒྱག་སྐབས་དེ་ལ་མིང་རྒྱུན་པ་ཅིག་བཏགས་ཡོད་རེད་ད་ནི་ངས་དྲན་གི་མི་འདུག་མ་གཏོགས་དེའི་གློག་བརྙན་དང་གཅིག་དངོས་བྱུང་གི་ལོ་རྒྱུས Documentary དེ་འདྲ་མང་པོ་འདུག་བ། དེ་ལྟར་དེ་སྐྱེས་དུས་ད་དང་ད་ཁམས་ཐབ་པར་སྦྱར་བའི་བདེ་དྲོད་ཀྱི་ཐུགས་སུ་ཤེས་པ་བྱ་རྒོད་གྲོག་གི་ཆོམ་པོའི་དམག་ཁྲིད་ནི་ཟེར་དེ་དང། ད་ལྟ། མིང་རྒྱག་རེས་ཀྱི་སྐབས་སུ་ལི་ཁྲི་ཆེན་གྱི་ཞིང་པའི་འོས་ལངས་ཟེར་རྒྱག་གི་ལག་ཏུ་བ་ག་ད་མི་མང་གིས་གཡོག་ནས་གྱེན་ལངས་བྱས་བྱུང་རོགས་དེ་གི་དམག་དང་གཉིས་དེ་ལྟར་འབྲེལ་བ་འདྲ་བོ་ཅིག་མེད་འགྲོ་བསམ་སོང། ལི་ཁྲི་ཆེན་ཁོ་རང་ཆ་མཚོན་པ་ཡིན་ན་དེང་སང་མང་པོ་བྱེད་ཀྱི་འདུག་སྒོ་རྒྱ་རིགས་རེད་ཟེར་གྱི་འདུག་ཡིན་ཡང་དེ་ཧྲང་ཤེ་དང་ཀན་སུའུ་དང་ད་ལྟའི་ཕྱོགས་དེ་བ་བཅས་ནི་ཡིན་པ་དང་ཨ་ནི་ཁོག་གི་དམག་མི་དང་རྒྱབ་རྟེན་དེ་ཚོ་ཚང་མ་དེ་གང་ལྟར་རྒྱ་ནག་ནུབ་ཕྱོགས་ང་ཚོ་བོད་ཀྱི་ཕྱོགས་དེ་ཆགས་དེ་ཡོད་རེད་ཁོས་དེ་ནས་གྱེན་ལོག་བྱེད་དགོས་ཡོད་རེད་ཨ་ནི་ཤར་ཕྱོགས་ཟེར་གྱི་མ་རེད་ཁོ་ནི་མན་ཇུ་གྱི་ཚུལ་དུ་བྱས་ནས་གང་ལྟར་རྒྱ་ནག་གི་མིང་རྒྱ་རིགས་ཟེར་བ་དེ་རྡོ་སུ་འཐོར་འདུག་བ། དེ་སྐྱེས་དུས་གཅིག་སྐྱེས་ནའང། དེ་འདྲའི་ཡུལ་དཔོན་ཁྲོད་མཉམ་འབྲེལ་གྱི་དམག་དཔུང་བཅས་ནི་ལི་ཀྲི་ཆིང་གི་དམག་གི་ནང་ལོགས་ལ་མཉམ་ཞུགས་བྱས་ནས་ཡང་གཅིག་གི་དབང་ཆ་འདྲ་ཆེན་པོ་ཟིན་ནས་ཅིག་དེ་འདྲའི་ཅི་ཡིན་ན་ག་འདྲའི་ཡིན་ན་ད། འདིའི་སྐོར་ལ་ད་ང་ཚོས་ཞིབ་འཇུག་བྱས་འདྲ་བ་ཅིག་ཆགས་གི་འདུག་སྤྱི་སྟངས་ཀྱི་རྒྱ་ནག་གི་རྒྱ་རིམ་འདི་ཚོ་དང་གོང་མ་དེ་ཚོ་ལས་གཤིས་སྟངས་འདྲ་མི་འདྲ་ཞིབ་འདུག་བ། དེང་སང་གི་ཀྱི་ཡོངས་གྲགས་ཀྱི་ལོ་རྒྱུས་ནང་བཤད་སྟངས་གཅིག་དང་ཡང་སོ་ནི་དཔྱད་བརྗོད་བྲིས་ནས་ཞིབ་འཇུག་ཞིབ་བྱེད་ཡིན་ཟེར་ཡས་དེ་ཚོ་བཤད་སྟངས་དཔེ་མ་འདྲ་བ་ཡོད་རེད། དེ་ནས་ཁ་ཤས་ཀྱིས་ད་ལྟ་རྒྱ་ནག་གི་ཐང་རྒྱ་རབས་ཀྱི་རྒྱ་རྒྱུད་དེ་ཚོ་དང་མིང་རྒྱ་རབས་ཀྱི་རྒྱ་རྒྱུད་དེ་ཚོ་ཡང་རྒྱ་རིགས་རང་མ་རེད་ཟེར་མཁན་དེ་འདྲའི་མང་པོ་འདུག་ད་གང་ལྟར་བཤད་སྟངས་འདྲ་མི་འདྲ་མང་པོ་ཡོད་ཀྱི་འདུག་ད་རྒྱ་ནག་གི་རྒྱ་རྒྱུད་འདི་ཚོ་ད་ང་ཚོ་བོད་ལ་རེད་བ། བོད་ཀྱི་རྒྱ་ཇུས་འདི་ཁ་ཤས་ཀྱི་རྒྱ་གར་རེད། ཁ་ཤས་ཀྱི་རྒྱ་ནག་རེད། ཁ་ཤས་ཀྱི་ལ་རེད། ནི་དེ་འདྲ་ཡོད་རེད་བ་ད་དེ་འདྲའི་ཤེས་སྟངས་མང་པོ་ཡོད་ས་རེད། ཧོ་དེ་ཡིན་དུས་ད་འདི་ཚོ་ཆ་ནས་ཞིབ་འཇུག་བྱེད་དགོས་ཡོད་བ་ཡིན་ན་རྩ་བའི་སྐབས་དེ་དུས་ཀྱི་ལོ་རྒྱུས་དེ་གཅིག་བྱས་ནས་གཙོ་བོ་དེ་ལི་ཀྲི་ཆང་གིས་གྱེན་ལོག་གི་དམག་དང་དེ་གིས་མིང་རྒྱ་རི་ངོམ་རྒྱུ་བླངས་ནས་དེ་བདག་ཁ་ཤས་ཁོ་རྒྱ་བོ་བྱས་བསྡད་ཡོད་རེད། འོ་དེ་གའི་ལོ་རྒྱུས་དང་འབྲེལ་ཡོད་མཁན་དེ་ཚོ་ཞིབ་འཇུག་བྱེད་དགོས་དང་དེ་ནས་འོ་སངས་རྒྱས་ཀྱི་བྱེད་སྟངས་ལས་སྟངས་དང་དེ་ཚོ་ནི་བྱས་ནས་ད་ཞིབ་འཇུག་བྱེད་དགོས་ཡ་གཅིག་རེད་ཤག་དེ་ནས་ཁམས་འཐབ་པོར་རྒྱབ་པོ་ཟེར་དེ་ག་བ་ཡིན་ཧ་མ་གོ་བ་ཡིན་ན་ཡང

མཚམས་ལ་སླེབས་དུས་ཡོལ་བ་ལྟ་བུ་གཉིས་པའི་དུས་ཚོད་དུ་སེམས་ལ་འགྲིག་གི་ཡོད་རེད། དེ་ནི་གང་གི་ཕྱོགས་ལ་བྱས་པ་ཡིན་ནའང་བལ་རྒྱ་བོ་རྟོགས་ཕམ་བཏང་ནས་ནི་ལོ་ཁ་ཤས་ཡིན་མ་གཏོགས་འགྲོ་གི་ཡོད་མ་རེད། མཚོ་སྔོན་གྱི་ཕྱོགས་ལ་ནི་ཐུ་མེད་དེ་རྟོགས་ཕམ་བཏང་ནས་གང་ལྟར་ཁམས་དང་ཨ་མདོའི་གི་ཕྱོགས་དེ་ཚོ་དེ་གཙོ་བོ་དེ་སྐབས་དེ་དུས་སྐུ་གཤེགས་ཀྱི་དམག་གི་སྟངས་འཛིན་གྱི་འོག་ལ་ཡོད་བདེ་བ་གཅིག་དང། ནི་གང་ལྟར་བོད་ཕྱོགས་ཁ་སང་ཡོངས་སུ་རྫོགས་པ་དེ་སྐུ་གཤེགས་ཀྱི་རྒྱ་སྔ་བ་ལས་ཕུད་ནས་གཞོན་དགའ་ལྡན་ཕོ་བྲང་གི་ཁྱབ་ཁོངས་ལ་ཡོད་བདེ་བ་གི་ད་དུས་ཚོད་དེ་འདྲས་ཀྱི་ཆགས་ཀྱི་ཡོད་རེད་བ། དེ་བྱེད་དུས་སྟངས་ཁམས་ཕྱོགས་ནས་འབྲེལ་བ་ཆེ་ཤོས་དེ་བལ་རྒྱ་བོད་ཀྱི་ཁམས་པ་ཁྱོན་ཡོངས་སུ་རྫོགས་པ་དང་དབང་དུ་བསྒྱུར་བ་ཡིན་ཙང་དེ་རྟོགས་ཕམ་གྱི་སྟངས་ཡོང་དུས་ནི་བལ་རིགས་ཀྱི་ཕྱོགས་སུ་གཏོགས་པ་ད་མང་པོ་ཅིག་བྲོས་ཡོད་རེད་ག་ས་ག་ལ།

བྱས་ཙང་དེ་གི་ཡིད་ཚིམ་ནས་བདེ་བ་དང་སྙིམ་པ་དེ་དེ་མ་ཐག་འདྲ་ཅིག་ཡིན་དུས་ཁོ་བ་མ་བསགས་སྟེང་འདྲ་ཅིག་བཟོ་དགོས་དུས། དེ་འདྲའི་སྐྱེས་མཚོ་སྔོན་ནས་སྐྱེས་ནས་མ་རྒྱ་ནག་ལ་འགྲོ་དུས་ཐོག་གྱེན་ལོང་ཕར་ཆད་ཡོད་རྒྱུ་མ་རེད་བསམ་དགོས་འདུག་ཁག་པོ་རེད་ད་བལ་རིགས་ཀྱི་གློག་བརྙན་ཤོག་ཐོག་ནང་མ་དེ་ཚོ་ཡིན་ན་ཁོ་བསྡད་ཡག་ཁག་པོ་ཆགས་ཡོད་རེད་བ་དེ་ཡིན་དུས་ག་ས་ག་བྲོས་ནས་ད་ལྟ་བོད་ས་སྟོད་སྨད་བར་སོར་བལ་རི་མང་པོ་ཅིག་ཡོད་དེ་བ་གཅིག་སྐབས་དེ་དུས་བལ་རི་བྲོས་སོང་བ་རེད་བ། ད་བལ་རི་ཁོ་འོག་ལ་བློན་པོ་ཆེ་མང་པོ་ཤི་བ་ཡོད་ར་བལ་རི་རྒྱ་པོ་ཁོ་འོག་ལ་ཁོ་རང་ལ་བློན་དཀའ་བའི། ད་དེ་འདྲའི་ཁ་ཤས་ཀྱི། འགྲོ་ཡོད་ན་ཆེ་ཤེས། ཞེ་སྡང་གི་ད་ལྟ་ལི་ཀྲི་ཧྲན་ཟེར་དེ་ཚོ་དེ། མང་པོ་ཅིག་གིས་ད་རྒྱ་རིགས་རང་ལ་ངོས་འཛིན་བྱེད་ནས་ནི་རྒྱ་རིགས་ཅིག་གིས་རྒྱ་གི། མན་རྒྱ་རབས་དེ་ད་རྒྱག་རྒྱ་རབས་ཡིན་ཟེར་གི་ཡོད་རེད་བ་སྟེང་སྣོད་ཀྱི་ཡོན་རྒྱ་རབས་དེ་ད་སོག་པོ་གི་དབང་འབྱོར་བསྡད་གི་ཡོད་རེད་བ། ནི་སོ་སོས་ཀྱི་རྒྱ་རབས་དེ་མེད་བ་བཟོས་ནས། ནི་སོ་སོས་བཟུང་མ་ཐག་བ་བྱས་ནས་མན་ཇུ་ལས་ཤོར་བ་རེད་བ་དེ་གི་ཆ་ནས་ཡང་ཁ་ཤས་ཀྱིས་མ་དགའ་བ་བྱས་ཡོད་ད་ཁ་ཤས་ཀྱིས་དེ་ཡག་པོ་རེད་ཟེར་ཡ། ད་ག་ནང་གི་བོ་སངས་རྒྱས་འདྲ་གྱི་ཆ་མཚོན་པ་ཡིན་ན་ཡང་གོ་ཕྱི་ལོག་གི་མི་མའི་མཇུག་འཕྲིན་ཡོང་བ་ཡིན་ཙང་དེ་ཁོག་ཅིག་གི་ནང་བཙོང་གཉིས་ཀྱི་བཟོ་འདྲ་ཁོ་ཡང་རྟོགས་པ་རྩི་མཁན་དང་ཡང་ཁོག་གི་ཅིག་ཡག་པོ་བྱུང་ཡོད་རེད་ཟེར་ཡང་ཡག་པོ་རྩི་མཁན་ལ་སོགས་པ་ད་དེ་འདྲའི་སྐོར་མང་པོ་ཡོང་དགོས་རེད། གང་ལྟར་ད་ཁོ་གཉིས་ཀྱི་པར་རིས་དེ་ཚོ་ངས་གང་ལ་བསྟན་ཚེ་བསྟན་ཚར་བྱས་ཡོད་བ་དེ་ག་རེ་མཚོན་གི་ཡོད་རེད་ཟེར་ན། ཡག་བ་ཡིན་ན་འདྲ་སྡུག་བ་ཡིན་ན་འདྲ། ལྟ་སྟངས་མ་མཐུན་བ་ཡོད་མེད་ལ་མ་ལྟོས་པར་ལོ་རྒྱུས་ཀྱི་ནང་ལོགས་ལས་ད་གལ་ཆེན་པོ་ཆགས་བསྡད་མཁན་གྱི་མི་སྣ་དེ་ཚོ། ད་འདི་འདྲའི་གི་མི་ཚོས་དཔར་རིས་འདི་འདྲ་འདི་འདྲ་བཟོས་ཀྱི་འདུག་སྒོར་སྒོར་ནང་སྐྱེག་གནས་བ་ཡིན་ན་ག་ཚད་དགོས་དགོས། ད་ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལས་ད་ལོ་རྒྱུས་ཀྱི་མི་སྣ་ག་ཚད་མང་པོ་ཡོད་རེད། ད་འདི་འདྲའི་གི་སྐྱེ་རྩལ་གི་ནང་ད་སྲོང་བཙན་སྒམ་འདྲ་བ་ད་ཁ་ཤས་ཁ་ཤས། ཨ་ནི་ཁྱོད་ཤོག་གི་བླ་མ་དེ་འདྲ་ག་ཞིག་མ་གཏོགས་དངོས་གནས་ཀྱི་འདི་ལྟ་བུའི་ལོ་རྒྱུས་ཀྱི་དོན་རྐྱེན་ཡོད་བསྡད་པ། དཔེར་ན་རྒྱ་སྲིད་འཕོ་འགྱུར་དང་དེ་འདྲའི་འབྲེལ་བ་ཡོད་བསྡད་པ་ད་སྐབས་འདི་ཡིན་ན་ཁམས་ནི་བལ་རྒྱ་པོ་གི་པར་རིས་ཡོད་རེད་བས། བལ་རྟོགས་ལྷམ་བཏང་ཚར་བའི་རྗེས་སུ་ཁམས་ཤོག་དེ་ཡུལ་རིང་པོ་སྟངས་འཛིན་བྱེད་མཁན་དེ་མཁའ་འགྲོ་བསྟན་གཞོན་རེད་དེ་གི་པར་རིས་དང་དེ་འདྲའི་ཡོད་རེད་བས། ངས་བལྟས་ན་ཡོད་མ་རེད་བསམ་ང་རང་གི་ནི་རག་གི་མི་འདུག། བྱས་ཙང་ད་དུས་ཚོད་དེ་ངས་འདི་གཅིག་ཤོད་བཞག་པ་ཡིན་ན་ཡ་རྣམ་པ་ཚོས་དོགས་སྣང་འདྲ་བོ་གནང་ནས་དེང་སང་མི་བཟོས་རིག་ནུས་ནས་ཅིག་གཡོག་པོ་བསྐོས་ནས་མང་པོ་བྲིས་ཡོང་འདུག་ཨོ་དུས་ཚོད་དེ་བལྟས་ཚེ་གནད་འགག་ཆགས་ཀྱི་འདུག་ཟེར་ནས་ཤོད་ཡ་ཡིན། ཨོ་ད་དེ་འདྲ་འདྲ་བོ་ཅིག་ཡིན་ས་རེད་ཡ་ད་བམ་དྲང་པོ་འདྲ་བོ་སྐད་ཡོང་གི་མི་འདུག་ད་གང་དྲན་དྲན་འདྲ་བོ་ཅིག་མ།

རྒྱ་པོ་བྱས་ཡོད་ད་དེ་ག་འདི་ཟླ་ཁ་ཤས་ཅིག་རིང་ལས་སུ་ཡིན་ནས་ཨ་རམ་བྱས་ནས་བསྡད་ཡ་རག་ཡོད་ཟེར་བ། རྒྱ་ཁམས་གཅིག་ལས་ད་བློན་པོ་དང་དེ་ནས་མང་པོ་ཡོང་དགོས་ར་བ། བློན་པོ་མང་པོ་ཅིག་སོ་སོ་རྒྱ་པོ་བྱས་ཉེས་གྲོགས་ཡོང་དུས་སོ་སོའི་ལམ་སང་གི་བྱན་སློབ་བརྒྱབ་ནས་རྒྱ་པོ

ད་ནས་ཁོས་དེ་ལ་མ་བལྟ་གི་ཡོད་རེད་དེ་ལ་མ་བརྗེ་བ་ཡིན་ན་མི་མང་མང་པོ་རྒྱབ་ཤོག་རག་གི་ཡོད་རེད་རྒྱ་བོད་ལ་མ་བརྗེ་ཡོད་དེ་འདྲ་གི་ཡོད་མ་རེད་འོ་ཁོག་གི་རྒྱ་བོད་སྲིད་འགོ་གདན་ལོ་གཅིག་ཁྱེར་གཉིས་ཁྱེར་ད་ཁོ་མི་ཡ་བཟོ་གི་རེད་ཟེར་རྒྱ་བོད་གི་མིང་འདི་དེ་ཚོ་ཚང་མ་དེ་ཡི་བེད་སྤྱོད་བཏང་ནས་ཨིན་དེ་དོག་ཕམ་བཏང་ནས་དངོས་གནས་སོ་སོ་རྒྱ་བོད་ཅིག་བསྡད་ཡ་དེ་འདྲའི་མང་པོ་ཡོང་གི་ཡོད་རེད་ད་རྒྱ་རབ་གཉིས་ཀྱི་མཐུད་མཚམས་ལ་འདི་འདྲ་བོ་གི་རྙོག་དྲ་མང་པོ་ཡོད་རེད་བ་ཨིན་དེ་ལ་བཤད་སྟངས་མང་པོ་ཡོད་རྒྱུ་རེད། ད་ལྟ་གོང་དུ་ཞུས་པ་ནང་གི་གསུམ་པ་ཡེ་ཤེས་སྤམ་བྱོས་དེ་ཡང་སྐོར་ལོག་རྒྱུད་དང་འདི་འདྲ་གི་ཐོག་ལ་དོ་སྣང་ཤི་བོ་ཡོད་བསྡད་པ། འོ་ན་རྒྱ་བོད་ཧོར་གསུམ་ཚང་མ་ལ་རྒྱུས་མངའ་དང་ཅིག་ཤེས་སྟོང་འདྲ་བོ་དེ་ཆེན་པོ་ཡོད་བསྡད་པ། ཨ་དུས་ཚོད་ཀྱི་ཆ་ནས་ཀྱང་ཨ་དུས་ཚོད་དེ་བྱུང་བས་ཀྱི་མཐོང་ཐོས་མྱོང་གསུམ་དེ་ད་རྒན་རས་ཅིག་མ་ཤེས་པ་ཡིན་ན་ཁོ་རང་ཉན་ཡག་གི། དེ་རྒྱང་ཐག་རིང་པོ་ཞིག་ར་ཆོད་ཡོད་མ་རེད་བ། དེ་འདྲའི་གི་དུས་ཚོད་ཅིག་ཡིན་དུས་བལ་དུ་བཀོལ་ཏེ་དེ་འདྲའི་དང་ཡོང་མི་སྲིད་པ་རེད་སྲིད་གཡུག་གི་ན་གཡུག་ཡ་མེད་པའི་བཟོ་འདྲ་ཅིག་ད་གང་ལྟར་འདི་ཞིབ་འཇུག་བྱེད་ཡག་གི་ཡེད་ཅིག་ཆགས་འདི་ཤག་ཟེར་ནས་ལྟ་ངན་མཐའ་མའི་མཇུག་སྡོམ་འདྲ་བ་དེ་དེ་ཡིན་ཨེ་ཚང་མ་ལ་བཀྲ་ཤིས་བདེ་ལེགས།